ལོ་སར་སྔོན་གྱི་ལན་ཚིག་ཟིན་ནོ། དེ་ཡི་མ་འགྲིག་ཀ་ཁག་གསུམ་པ་ཡིན། ཞུ་ནས་ཀྱི་ཆེ་སྐུ་མགྲོན་རང་རང་མཚམས་སྦྱོར་རག་བསྡད་ཟིག་ཅིག་མ་ཡིན། ང་ནི་འདབ་བཞི་སྡེ་བའི་རིན་ཆེན་དོན་འགྲུབ་ཡིན། ཐོག་མ་དེ་མོ་ང་འདི་སྒྲིག་ལུས་རྩིས་པ་ཆེན་མ་ཅི། རེད་ད། ཆེན་སྐྱེ་ཡིན་ན་རིན་ཆེན་དོན་འགྲུབ་ཡིན་ན་མཚན་སྙན་གྲགས་བརྩེ་ཟིག་ཆེ་ནི་རེད་རེད་ལ་ཚང་མས་ཤེས་ནི་རེད་ལན་ཚིག་འདི་ཕབ་ཀོ་རེ་ཡིན་གྱིས་ན་སྔ་ན་ཆི་ཅོ། ཉིས་སྟོང་ཉེར་གཉིས་ལོ་གི་ཨ་མདོ་བརྙན་འཕྲིན་གྱི་ལོ་སར་དགོང་ཚོགས་གནང་བ་ཞིག་ནི་རེད་རེད་ལ། རེད། ཞིག་གི་འཁྲབ་སྟོན་འདྲ་ཡིན་ད། ལ་ཡང་རབ་བླངས་ད་ཡིན་ན། ད་ཁྱེད་གཉིས་ཀྱིས་ལྟ་གྱིན་ན།
ལིས་རྩིས་པ་རིགས་ཡོང་ངེས་ནི་འདི་ཡི་ལོ་སར་དགོང་ཚོགས་ཐོག་ནས་འཁྲབ་སྟོན་ཡིན་ན་དཀའ་མོ་ཟིག་རེད། དཀའ་གི། གང་གི་ཞོག་དཀའ་གི།

འདི་ལྟག་བའི་ཐོག་ནས་འཁྲབ་ཏུ་ངེས་ཀྱོ་ཀཀ། འཁྲབ་རྒྱུ་ཀཀ་འདོག་གི་གོ། ད་ཆུ་ཆུ་དུ་ཟེར་ནི་རེད་ཆུ་ཆུ་ལྷན་སྐྱེས་ཀྱི་རྒྱུག་རྒྱུག་གི་འདི་ཤོག་ནུས་བ་ཡོག་གི་རེད་དེ་འཕྲོ་འཛམ་གླིང་རིམ་པ་རྒྱལ་ཡོངས་རིམ་པ་གི་འདི་དགའ་རྟགས་ཨང་དང་བོ་ཉེས་བ་ལང་ཡོང་ན་ཆུ་ཆུ་དུ་རྩ་གོ་ནི་རེད་ཡ་ཡང་ལན་ཡང་ལན་ནི་ཟིག་འདྲི་རྒྱུ་ན་ཡང་རྒྱུག་རྒྱུག་ཀཀ་གི་རེད་ལ་ད་རང་རང་རང་རང་གི་ནུས་བ་དང་བསྟུན་ནས་ད་དང་ཨི་ཀཀ་ཟེར་རྒྱུ་འདི་ར་ཚད་གཞི་མགྱོགས་གསུམ་མི་འདྲ་གི་ཡིན་ན་མཉམ་དུ་སྐྱོ་ཨར་ཀཀ།

ཚིག་ཁ་ཁུར་ཚུགས་ལོང་ནག་ཅོག་གི། སྟངས་སྟབས་དུ་དང་འབྲེལ་ལུས་བསྡད་དང། ཁྱེད་ཡང་གཅིག་གི་དུས་འཕྲོ་འཁྲབ་མོ། ནང་གི་གླུ་དབྱངས་ཡིན། ཨོ་ལེ།
གླུ་དབྱངས་ད་ཨོ་ཟེར་རྒྱུ་འདོད་མ་ནི་མ་ཞིག། ཨོ་ཟེར་རྒྱུ་མི་རེད་སོང་ནི་རེད། ཨོ་ཟེར་རྒྱུ་མ་ནི་ད་ཡི་ལ་མ་ཡང་གི། ཡ་ད།
ཁྱེད་གླུ་ཚིག་ཧ་ནས་བཟོ། དེ་རིང་བློ་སེང་རྒྱུ་མ་རུ་ར་དེ་ཉིན་གུར་ཁུར་ཡིས་དང་ནས་ཧ་ནས་གི་ཁུར་ཡེ་ཅི་ཟི་ཡོག་གི་རེད་ཉེ་ཚང་མ། མི་བློ་བཟང་དང་ནི་རེད། ཨོ་ད།

ཚིག་ཚོགས་ནི་འཛམ་གླིང་ར་ཏེ་སོང་ངས་ཕྱི་རྒྱལ་ར་ཏེ་བཞག་ནོ་ད་རང་གི་ཧྲ་ལ་ཡིན་ནོ་དུ་མོ། རེ་རེ་རེ་ཁྱེད་ཀྱི་བསྟོད་པ་ག་ལ་ཡང་ཟིག་ཁྱད་དུ་བསྒྲིགས་ནི་ཟིག་རེད་ན་རེ། ད་ཁྱོད་ཐོག་མར་ལུས་རྩིས་པ་གྱིས་ནས་དེ་རང་ནང་ཀ་གི་གྲུབ་འབྲིང་དུ་མོ་ཟིག་བ་གི་ཆུ་ཐོ་ཡི་དེ་ཅོ་ཁྱོད་རང་གིས་སྐབས་ཐོག་དེ་རང་འདང་ཨོ་ཟིག།

ལུས་སྲིད་པ་མ་ཅིག་ནང་ན་ནི་བ་ཅན་ཡོད་ཀྱི་རེད་ར་ད་ཕྱི་ར་ནི་བ་དང་འགོག་འདི་ཡིན་མ་ཐུབ་ནི་རེད་གོ་སྐབས་འདི་ར་མེད་སོང་ནི་རེད་ན་འདང་འཇོག་འཇོག་འདི་ར་མེད་སོང་ནི་རེད་མི་དགོས་དུས་ཤོག་བ་སོང་ཡིན་ད་ཚང་མ་ཅིག་ལུས་སྲིད་འདི་དགའ་རྒྱུ་གི་རྦ་གླང་དུ་མི་གཟིགས་འུ་ཆོས་གཞི་རིམ་ནི་ཕྱིར་གི་བཞུགས་སྟངས་ནི་རེད་ཡ་རེད་ལ་རེད་ར་དེ་ཡི་སྟངས་ན་ད་མི་དགོས་དུས་ཤོག་གི་ནི་འདི་ཡི་སྤྲོ་བ་ཡོད་ལ་འདི་ཡི་བའི་སྟངས་ཟིག་རེད་ཆོས་ཡིན་གྱི་ན། རྒ་ནོ་སྐྱག་ཅན་གི་མི་ཆོག་གི་མི་རྒས་ར་བྱ་ད་མོ་ལ་ལ་ཟིག་གི་ད་ཁོང་ཆུ་འདི་ཡི་ཅག་སོང་ན་ད་བྱ་ཡི་རི་གི་ཆར་སྐྱི་ན་མི་རྟ་ལྷོ་བྲི་ནང་སྐྱ་ཡོང་བྱ་ཡི་ལ་ལ་ཟིག་དུས་བ་ནས་ལག་རྒྱུག་ཉན་ཁ་ཡོག་གི་སེ་གོ་གི་ཡི་ན་ཆོ་ཡི་འཇི་ན། ད་ང་རྒས་ང་ང་རང་གི་ཡི་ན་དེ་སོག་ག་རྒྱུག་རྒྱོ་ཟིག་རྒ་ཡི་ད་ལི་ཨ་ཅི་ཆི་ཨང་སྐྱི་ད་དེ་སོང་རྒྱུག་གི་ནི་ད་རི་གི་ད་ལི་དི་གི་ད་ལི་ད་ང་ར་ལྷོ་བྲ་དེ་ནང་ཉིས་སྟོང་བཅོ་བརྒྱུག་ལོ་ལྷོ་བྲ་དེ་ནང་ཡོང་ད་ལི་ད་རང་གི་ལ་སྐ་ནི་ཡག་ཟིག་རང། ཇི་གི་དེ་ཚར་ཐིག་ན་འདུག་ཚིག། ད་སྤྲོ་བ་ཡོད་ན་མང་གི་ད་ཞིབ་བྱ་ནི་རེད་ན་ཡོད་ན་ར་ཐོབ་གྲ་དེ་ན་ཞི་གོ་རེ་རེ་གི་ཞི་གི་འཇུག་རྒྱུ་ར་དེ་འཕྲོ་ཚར་ཐིག་ཨ་ཐུང་གི་ལྟོས་དང་ངས་ད་ནང་ནས་བསྡུར་ལེན་ཡས་གི་རེ་ཆུ་དེ་ཚར་ཐིག་ཨ་ར་ཐོན་དང་ཟིག་རེ་ལ་ཟིག་ར་ད་ཆུ་རྒྱལ་ཡོངས་གི་སྡེ་བརྩི་འགྲན་ཚོགས་ཐོག་ཨ་འཇོག་གི་རེ་འདེམས་གི་རེ་ཆུ་སུས་འདེམས་ནི་རེ་དེ་ན་ར་གོ་སྐབས་དགོ་གི་རེ་ངར་བ་མང་གི་དེ་ནང་ནས་ཡང་འདེམས་དགོ་གི་རེ། འདྲ་འདིར་ཟིག་ད་ལི་ད་ནང་འདེམས་དང། འདྲ་འདིར་ཟིག་ར་ཤི་གི་ད་ཚད་ཚིག་དེ་ཐོན་དང་ཨེ། ཨ་རེད་ད་ནང་འདེམས་དང་ཟིག་རེད་ལ་ཟེར་ཨ་རེད། ཆུ་དཀའ་ཐོག་དེ་ཚང་མའི་རྟེན་ནི་རེད། ཆུ་ཉག་ཡིག་གི་དེ་འུ་ཆུ་ཧ་ནེ་གི་ལྟ་གོ་ནི་མོ་དྲ་ཤིང་རིང་པོ་འཇམ་གོ་ཧ་ནེ་ལྟ་གོ་ནི་རེད། ཆུ་རྒྱུ་གོ་ནི་དྲི་སྙིང་གི་གནམ་ལྟ་ར་མི་ཧྲ་གི་ཨ་རེད། ཨ་རེད་ད་ང་ཡང། ཆི་ཆི་ཆུ་སེམས་ན་སྡུག་ཆི་མུག་བཟོ་ནི་ན་ཆི་མུག་ཧི་རི་བཟོ་གི་ནི་རྟེན་དང་འཇིག་གོ་ནི་མ་རྒོ་གྲང་མོ་ཧི་ཀྲ། ད་འུ་གི་ཤ་ཡིག་ཟིག་རྒྱུ་གོ་ཨ་ཧི་རི་གོ་གན་གི་ལང་སྟོང་ཅིག་ན་ང་ཆུ་ཚང་མ་གི་ཧ་ཅི་ཏི་ཡིག་དོ་ནི་རེད། གནམ་ལྟ་མི་ཧྲ་གི་རེད། ཆར་ཟིག་ར་འུ་ཀ་དེ་ཆོག་ནོ་པ་ཨེ་ཡིག་གི།

ད་ཆེ་ཆུ་དང་ད་ཀོག་འགྲིག་ར་བ་ན་ར་སྔ་ན་ཆེ་མོ་འཇིག་ད་ད་ཆེ་ཆུ། གེར་གེར་གེར་ཁྲི་ལི་ཞིག་ཀོག་གི་རེད་ན། ང་རེད་ཡ། ཀ་ཐོག་དེ་ད་ཐོན་ལ་ཀོར་དེ་རི་ད་ཤིག་གི་ཀ་གི་རེད། ད་ཉེར་གི་ཆུ་ད་ཡི་ཡོང་གོག་གི་རེད་དེ་ནང་ན་ཆོ་སྟེ་ན་ཉམས་མྱོང་ཅིག་འདྲ་ཡོག་གི་མོ་ནི་བ་ཅིག་ཤིག་ཡོག་གི་ཡིན་ན། ཡོག་ནི་ར། ད་ཀ་ཐོག་དེ་ད་ཆི་ཆི་རི་ནི་མ་ཁ་སུ་ད་བའི་འུ་ཟུ་ཤ་སུ་ཡིན་ན་ད་ཧི་རི་ནི་ཆི་སེར་ཁི་ཐོག་མ་ད་ལང་ནི། ད་ཀ་ཤ་ནི་ད་ད་ཤང་མདང་བཞག་རྒྱུ་ཅང་མེད་ཀི་ད། བ་ཀི་ད་སྔ་ན་འཇིག་རྒྱུ་མི་ནི། བླ་སྤུ་སྣ་ཚང་ར་མི་ཐུག། རྒྱུག་རྒྱུག་ད་ཁུ་རུ་ར་ལ་རྒྱུག། དེ་ར་སྙིང་སྟོབས་གཟུགས་རེད་ན་རྒྱུག་གཟུགས་ཡི་གེ་ཁུར་རྫུག་ཡིན་ན་ད་ཕྱི་ལོ་ཨོ་ཨོ་ཨོ་ཅལ་མགོ་ཡིན་ན་ར་དེ་སྙིང་སྟོབས་གཟུགས་ར་དཀའ་སྤྱོད་གཟུགས་ཡིན་ན་རེ་རེ་ལ་རེ་ར་རེ་ཆི་ཡང་ད་འདི་ཕྱོགས་གི་ད་འུ་ཆི་ད་ཕྱིའི་ཁ་བརྡ་ཡི་ཚར་སོང་བ་ཡིན་ན་ད་དེ་རང་ཡིན་གྱི་ན་ལོ་སི་རུ་ར་ངི་ན་འུ་ཆི་ལྟེབ་འབྲེལ་གི་ལེ་ཚན་བུ་དེ་མུ་ལི་གོ་གི་རེད། ད་ཆེན་གི་སྟོབས་ཤིག་ཆི་ཁ་བདའ་རེད་ད་ཟེར་གོ་གི་ད། མི་མ་ཙེ་ཟེར་ཤུག་གོ་གི། ལུག་ཡིན་ན་ཟེར་གི་ད་ང་ཆི་ཏི་ན་ལུག་མི་ཆི་གི་ར་ད་ཆི་ཆུ་ཏི་ན་ཆེ་གོ་ནུ་ཡིན་རྒྱུ་རེད་ན། ལུག་ར་ད་ཧོ་ངོ་གི་ར་ཅིག་མ་གི་ཡིན་ན་མ་ཟེར་ཤོག་གི་ཟེར་ཤོག་གི་ཡོད། ར་ཟེར་ག་ཉིས་སམ་ཟེར་བཞི་དང་ད།

འདི་ཕྱི་ཆུ་ལུས་རྩི་ནས་འབྲེལ་བ་ཡོང་ན་རེད་ཅེས་ཟེར་གྱི་ཡོད་རེད་སེམས་ཁུར་མ་འབྲེལ་བ་རེད། ལུས་རྩི་ལ་ར་ཚི་གོ་མདའ་ཡ་ར་གློ་ཡ་ར་ཐོང་གི་ཐོང་གི་ཧུང་གི་དེ་ར་སྨྲ་བ་སོགས་ནི་ར་ད་ཡང་སྦྱོང་བརྡར་ཧ་ཅང་ཛ་དྲག་ཆེ་ག་དེ་ཁོ་གི་འགྲན་བསྡུར་ལྷག་དེ་ཛ་དྲག་ཆེ་ག་འགྲན་བསྡུར་ལྷག་པ་ཛ་དྲག་ཆེ་ག་དེ་ཁོ་གི་ད་ཚི་གོ་ན་ང་རང་གི་ཡིན་གྱི་ན།
ད་ཆུ་ཆུ་དེ་ནི་སྔ་ལོ་ད་རང་ཆུང་ག་ལོ་སུམ་ཅུ་ཡིན་ནི་ད་ཚ་ཟེར་ན་ཡང་ངི་ཆུ་འདིར་རྒྱུག་གི་ནང་ནས་ཤར་ཡོང་ན་སུམ་ཅུ་ད་ཧ་ཅུ་ལོ་ཆེ་ཆེ་ཆེ་བ་ནང་ཡིན་ནི་གོ་ཧུང་ངུ་གི་རྫ་མི་ཆུ་གི་ད་ང་ད་མ་འགོ་མ་འགོ་འདྲ་འདི་དྲ་འབྱུང་བ་ཡི་གོ་རེ་ལོ་ཉི་ཤུ་གཅིག་རེ་ལ་ད་ཚུར་ཁོ་ན་སྒེར་གི་ཚུགས་ཀྱི་འབྱུང་བ་ཡིན་ན་ད་ཆུ་ག་ཉི་དང་ཡར་ལངས་དང་ན་ཡང་ཁང་སའི་རྡོ་ཁང། ཁྱོད་འདྲ་མེད་གི་མོད། ད་བར་ད་དུང་བཟོ་མ་རེད། ཚུར་ཁོ་ན་ད་སྤྱི་ལོའི་སུམ་ཆར་ཅིག་དེ་རང་སྤྱི་ལོ་སུམ་ཆུ་སོང་ན་ང་གཉིས་མ་གཉིས་སུམ་ཟ་ཞིག་མ་ཧྲོག་དགོ་གི། ད་ཡང་དེ་གི་ང་ཁྱོད་མ་ཧྲོག་ཁུ་མོ་ནི་མ་རེད་གོ། ཡང་རྒྱང་དུ་རིག་དགོ་ནི་རེད་ད་ཡང། དེ་བ་དྲི་བ་ནི་ད་ཚུར་ཁུ་དེ་ཚོ་དྲ་དོ་ན་རེ་མ་ཅིག་ཨ་ཉི་ལིས་ཧོང་ཨ་སི་གི་དེ་གི་དེ་དེ་གི། ཁོ་ན་ང་རང་གི་ཨ་ཉི་ལིས་ཆག་སོང། དེ་ཐོག་ན་ང་རང་གི་ཙི་ཙི་ཟིག། དྲ་ཐག།
རེད་རེད་རེད། ད་ཇི་སྙིང་གར་གི་ལོ་སར་དགོང་ཚོགས་པ་ཞིག་ནང་འདི་ཕྱི་གཉིས་བཤད་དང་ལོ་འཛིན་རྒྱུ་ཟས་ཟིག་དཀའ་གི་ཡིན་ན། ཇི་ག་བསྟོད་རྒྱུ་ར་ཟས་ཟིག་དཀའ་གོ་གི་རེད། འདི་ཡང་ཕྱི་ཕྱོགས་ཚོན་གྱི་ན་ཡང་ཅིག། འཚོ་བ་ནང་ནས་ཕྱི་ཕྱོགས་མཛའ་གྲགས་ཆེ་ནང་འཚོ་བ་འདིའི་ནང་གི་ཡང་ཅིག་ཁམས་སོ་གཅིག་གི་བྱེད་ཐབས་གཞན་པ་ཟིག་རེད་གོ། སྔོན་ཆད་ཆུ་འདི་མོ་དགོང་ཚོགས་ནང་ཞིག་ཡོད་མྱོང།

ལྷོད་གཏོང་ག་རེ་ར། དེ་དང་རང་རང་གི་ར་འོར་གི་འཚོ་བ་གཞན་པ་ལ་གི་མྱོང་ཚོར་རྩེ་གཟུང་རེ་རེ་དྲིས་ཤོག་ཅིག་མ་བཤད། ང་རང་གི་ཡིན་གྱི་ན་ཚོད་སྐོ་ན་རེ་དྲ། ད་ཐང་ལོ་སར་དགོང་ཚོགས་པ་ཞིག་ཐུབ་ནུ་ཆི་ག་ནོ་ཚོད་ང་རང་གི་ཡིན་གྱི་ན། ལོ་འདུམ་མ་ཟ་གི་འདྲ་འདི་དྲ་འབྱུང་ཨ་ཡི་དང་ཡིན་ན་འོ་རིག་པི་འདའ་ན་བ་འདུམ་མ་ཟ་གི་ང་རྒྱབ་ཆོད་དྲ་དེ་ཡི་དང་ད་ངའི

དམངས་ཁྲག་མི་སྣ་གཅིག་གི་ཚིག་གཅིག་གི་སྐད་ཅིག་གཟིགས་སྟངས་ལ་ཆགས་པ་ཡིན་ན།
ང་ཆོས་ལུགས་ཚོད་པ་ཟིག་ན་ཞིག་ཁུར་གི་ཐོག་ན་སློབ་སྦྱོང་ཡོད་ཀྱི་མང་ཡོད་གི་ཞིག་ང་ཡིན་གྱི་ནར་ཚོད་སྐོར་ང་རང་གི་ཆུང་ཙི་ཙི་ཡིན་དུས་ཟིག་ཁུར་གི་ཞིག་དགའ་ཡ་ད་ཚོད་སྐོར་ན་ཁུར་གི་ད་བར་ད་ཁུར་གི་ད་བར་མྱ་ངན་ལས་འདས་སོང་ནི་འདྲ་འོན་ཀྱང་རང་གི་སེམས་ཚོད་སྐོར་ན་ཉིད་དུ་ཆུང། ཕུ་སྐོན་ད་ཡོད་ད་རུང་རེད་ཡོད་ནུས་གི་ནང་བ་ཡོད་གི་ཤིག་ཕུ་སྐོན་ཁིར་གི་ད་ང་ངའི་ད་ཁིར་གི་ཐོག་ནས་ཕུ་སྐོན་ད་རང་གི་སོང་གི་སློབ་སྦྱོང་གི་ནུས་སྐོན་ནས་ན་རིག་ནུས་སྐོན་ནས་ན་དུ་མོ་ཁིར་གི་ཐོག་ནས་ང་རང་གི་ཐོབ་བྱ་ཡིན་ན་ཡིད། ཡིད་སྐྱོ་གེ་ཞིག་རེད་ཆེ་ཡང་ལོ་ཆུང་ནི་རེད་མི་རིགས་ཀྱི་བྱ་གོ་ནི་མདང་ཧོག་གི་རྟ་མཁོན་རི་ག་ཞིག་ནི་རེད། ཁུ་བུས་དེ་མྱ་ངན་ལས་འདས་སོང་རུ་མྱི་མང་ལུག་གི་མིག་དཔེ་རེད་ན་བེམ་པོའི་རང་བཞིན་གི་འཇིག་རྟེན་འདི་དང་དེ་ས་སྟེང་གི་གོ་ཁ་ག་རེ་དོ་ནི་ར་ཁུལ་གྱི་སྙིང་སྟོབས་དེ་ར་མིག་དཔེ་གི་ནུས་བ་དེ་ནམ་ཡང་ཁ་བྲུ་མེད་གི་དེ་རེད་ལ་རེད་རེད་རེད་རེད་ད་ཁྱི་ཉི་ག་ཡིན་གྱི་ན་མང་བ་ཆེ་ཡང་ཤི་རྒྱུ་མ་རེད་ཡང་ཁྱི་ཆུ

ད་ཁྱོད་རྗེས་འབྲང་ཡི་ད་དང་ད་འདྲིས་ཤོག་ཨ་ད་སྤྲོ་བ་ཡོང་ན་ཇེ་མང་ཇེ་མང་རེད་ན་རེད་ཞིག་ཁྱེད་བཤད་འདི་རེད་ལ་ལ་ཟིག་གི་ད་སྤྲོ་བ་ཙམ་ཙམ་གི་དེ་ཡི་དང་ནི་བཤད་ཡི་ར་ག་ལོག་གོ་ནོ་གི་དེ་ར་ཡིན་ཚུམ་ཟིག་མ་རེད་རེད་ད་དངོས་ཤུ་འབའ་ཟིག་གི་ཚད་ནི་ལུག་ཆུང་ན་ར་ད་འདྲིས་ཤོག་ཨ་ཡང་ཁྱེད་ཁ་བརྡ་ཆ་གཅིག་མ་ཡིན།

ཐུབ་དགོས་གི་ཞིག་གི་སྡུག་མདག་དགོས་ནས་དོན་དག་ཟིག་རེད་ཞིག་ད་རུང་སྤྲོ་བ་སྤྲོ་བ་ར་ཞིག་དགོས་གི་ད་ཚུགས་ཀྱི་ནོ་རང་ཧ་མ་གི་རང་གི་འདོན་དོ་གོ་བྱ་བཞི་གི་ཐོག་བཞག་ཐོག་ན་མི་འགྲིག་གི་ཧ་མ་གི་ར་ཞིག་བྱ་བཞི་འདི་ཐོག་ལྷན་སྐྱེས་ཡོད་གི་བྱ་བཞི་འདི་སྡུག་མདག་ཐུབ་ནས་མི་ཐུབ་ནས་ན་ཞིག་འདི་ནང་ན་སྡུག་མང་ཡོད་ནི་རེད་ད་མང་ང་ཟིག་གི་ངི་ཆི་ད་རང་དགའ་རྟག་གི་ལང་དང་ཤར་ཡོང་ནོ་དུ་རིག་ནི་མི་ནི་ངི་ཆི་ཆུང་མོ་ཟིག་འདི་ཀོ་ནས་ཞིག་རིག་གི་ཡོད་ནི་མ་རེད་ངི་ཆི་ཞིག་ད་འདི་ཧ་ལས་པ་དཀའ་ནི་རིགས་ཡིན་ནི་རེད་ཅིག་རྩ་མོ་རྩ་མོ་ཟེར་ནི་མ་རེད་ཅིག་ཨོ་དགའ་སང་ཤི་ལི། ན་ནང་བཞི་ནང་དཀའ་ན་བ་ད་ར་དོ་ཚིག་ཅིག་བླང་བླང་ཟེར་ཟེར་གི་བོ། ད་ཨོ་གུ་ག་ར་སྐྱ་ན་མི་ཧྲ་ག་དུ་མོ་ཟེར་ནི་མང་གི་ངི་མང་གོ་མྱོང་ང། རིགས་དང་ད་རང་སྐྱ་དང་ངི་ད། ཚིག་སྐོར་ནི་རེད་ད། རང་དགེ་རྒན་དེ་རྩ་སྐྱ་དང་ན་ད་དེ་བ་འཇོན་ནི་ཟེར་ནི་མ་རེད་དེ་དོན་དུ་མང་མང་ཟེར་གི་ནི་རེད།

རེ་འུ་ཆོ་ཧ་ཅི་ཧྲ་ཀོང་ང་རེ་རེ་ཡིན་ན། ད་ཆི་ཅི་ཧ་ཨོར་ཀི་ཏི་ཟིག་མི་ཡོ་ཀ་ཟི་རེ་ཨ་རོ། ཀྲོ་ཟི་ཨ་ར་རི་ཀི་ཡིན་ན་ཡ་ཨ་ཀ་ཀྲིན་ཆེ་སི་བ་ཏོང་རེ། ཆེ་ཡང་ཅི་ན་ཕ་ཅི་ལུ་ཅིག་ཉེ་ཆི་འདྲེ་ཧྲི་ཇག་གི་ཏོ་ཚི་ནི་ཀི་ཁུ་ལོ་རྔ་ཡི་ཏོ་ནི་རེ་ན་ད་ལུ་ཅིག་སི་མ་ད། ན་ཤི་ཚི་མི་ན་ཟི་ད་ཏང་ནི་ཨོར་ཏི་འདྲ་ཚོགས་ནང་ཤིག་ཟི་རེ། ད་ག་ཏེ་ཆི་འདི་ཡིན་མ་ཧྲི་ཏང་ན།

ཚེ་གང་ལ་ལུས་ཕུང་གི་བ་མོ་བ་མོ་ཞིག་སྐྱེ་རྒྱུར་ཡང།
ཁོག་དབང་ཟིག་ཡོད་གི་རེད་ལ་ཡང་ཁྱི་ཚུགས་ཟིག་མེད་གི་ཨེ་རེད། དེ་ཁོག་ཞིག་དཀའ་གི་ཡོད་ད་ཉི་མ་མ་ཟིག་གི་ཨ་ད་ཁྱོད་ཅིག་གི་སོང་ངོ་ཁྱོད་ཚུགས་ཡོད་མར་ཅིག་ནས་ཟིག་གི། དེ་ཡང་དང་པོ་རྩ་མོ་རྩ་མོ་ཟིག་མ་རེད་རང་ཅིག་ང་ཅིག་དེ་བུ་ཚང་ན་ཆོག་ནི་ཟིག་ནི་མ་རེད་རང་ང་ན་ང་རྒྱུས་གི་བཞག་འཇོག་ནི་ཟིག་ནི་མ་རེད་ཡང་ཁྱོད་ཡང་འདི་གི་འདེམས་དགོ་ནར་ཅིག་ཅིག་ཅིག་རྒྱ་ཁུ་རྒྱ་ཁུ་རྒྱ་ཁུ་ཡང་རི་ཁག་རི་ཁག་གི་ནང་ནས་རང་འདྲ་འདིར་ཅིག་གི་ངེས་སུ་མི་མངའ་ཡོད་འདི།

འདོར་མི་ཐུབ་ཀི་རེད་ལ། ཆུ་དང་མདང་དབོག་ནགས་ཀི་རེད། དངོས་བཤུས་འབར་གི་རྗེས་འབྲང་པ་ཡོད་དང་ན་དངོས་བཤུས་ཀི་འགན་ཁུར་དུ་སོང་བའི་རྗེས་འབྲང་དེ་ཧྲལ་དང་ཆོག་གི་རེད་ན། དུ་མའི་གོ་རེད་ད། དངོས་འདྲ་རྗེས་གཉིས་ཀི་བར་ར་བར་ཆིག་བྱུང་དང་ནི་རེད་ཡ་རེད་ལ། ད་སྟོང་ཆ་གི་ལོ་སོང་ནི་རེད་ཡ་དེ་ཡི་ཕོང་བ་དི་རེད་ན། དངོས་ནི་དུ་མ་གཅིག་གི་ཚུལ་ཁོ་ན་ང་འགོ་མ་འགོ་ང་རང་གི།

འབྲི་རྒྱུ་རྩ་དགུ་ར། དེའི་ནང་ན་ནང་དུ་མ་མ་མ་ཟེར་བའི་ཅི་རེད། ངུ་སྟག་ག་ན་ར་ཡང་ཉི་དུམ་མ་ཟེར་གླང་ཟླ་ཁོ་མོ། དེ་ཁོ་གི་ང་མདང་ཧོག་རྒྱུ་མ་ང་ཡོད་ཁར་མ་ང་ཡོད་ཁར་ཡང་འོན་ཀྱང་ཡང། ཚུར་ཁོ་ན་ང་རང་གི་བ་མོ་བ་ཡང་ཞིག་སྐྱག་ནི་ཟིག་རེད། དུག་དང་ངས་ཡང་ལོ་གསུམ་བཟའ། ད་ཧྲ་ལ་ཡིད་གཏོང་ནི་ཤེས་དང། ནང་མ་སོང་ན་ནང་འགྱོ་མ་ཐུབ་ན་ཡང་ང་རང་གི་མཚོན་ན་ཡང་ཞིག།

ལོག་ས་མ། དགོན་ནི། ཕྱི་ཚུལ་ནི་ལྷོ་ས་སྟེ། རེད་རེད་རེད་ད་གི་ཆི་བྱི་ར་ལོ་སར་དགོང་ཚོགས་ཐོག་ཡོང། ལོ་སར་དགོང་ཚོགས་ཀྱི་ཡིན་ངེས་ཕར་དྲན་ཡོད་གི་རེད་ཆི་ཆུ་བཞི་བོ་ཡོད་ག། ད་བཞི་བོ་ནང་གི་ཆི་ཆི་ལྟ་གྱིན་ན་དུས་དགོང་མོ། བླངས་ནང་ས་གཅིག་ཧྲག་གི། ཉམས་འགྱུར་ས་གཅིག་ཧྲག་གི། ང་ཚོ་ཀྱང་ཨ་ཆི་ཆི་ཡང་རག་གི་ད་ཤི་ཡི་ག་ཤིག་ཧྲག་གི་གོ། ཡི་གི་གང་ཧྲག་གི་བླངས་ནང་རེད་ཉམས་འགྱུར་རེད།

ལང་ཉི་མ་བཟི་ད་ཁིར་གི་ང་ཁྱིལ་ད་ལི་ཁིར་གི་ཁྱིལ། འུ་ཟུ།
ལོ་གླིང་གི་བཤད་སྤྱོད་བྱ་ཡི་ཅག་ཅག་རྩོབ་ཁ་ཟེར་ནི་དེ་དང་ནི་རེད། རེད་རེད། རེད་རེད་རེད་རེད། ད།
ཡང་ཉི་མ་ཡིད་ཚིག་མ་འགོར་ར་ལུས་གསར་གཏོང་གི་རེད་ལ། ག་འདི་ཆི་ཆི་ར། བརྙན་འཕྲིན་འདི་ལྟ་དགོ་ནོ། རྒྱ་ཆེའི་ལྟ་མཁན་རྣམ་པ་བློ་གསལ་གི་སྨོན་ཚིག་གཟིགས་ཅིག་མ་བྱེད་ལ། ལྟ་མཁན་རྣམ་པ་ཚང་མ་བློ་གསལ་བཟང། ལྟ་མཁན་རྣམ་པ་བློ་གསལ་བཟང།